ནི་དེ་འདྲ་ཡིན་པ་ཡིན་ཙང་ད་ལྟའི་སོ་སོ་ད་བོད་སྐད་ཀྱི་ཚིག་ཕྱུག་པོ་ཆགས་ཀྱི་ཆེད་དུ་ནི་སོ་སོ་གི་ད་བརྗོད་གཞི་ག་རེ་ཡིན་པ་ཡིན་ནའི་མདོ་རྒྱུད་ཡིན་ན་རེད་དཔལ་འབྱོར་ཡིན་ན་རེད་ཆབ་སྲིད་ཡིན་ན་རེད་ནི་ནང་ཆོས་ཡིན་ན་རེད་བརྗོད་གཞི་ག་རེ་ཡིན་པ་ཡིན་ནའི་ནི་སོ་སོ་གི་བསམ་ཚུལ་ཤེས་ཐུལ་བ་དེ་འདྲ་ཆགས་ཀྱི་ཆེད་དུ་ནི་དེ་འདྲའི་བསམ་ཚུལ་ཤར་གྱི་སྦྱོང་བརྡར་བྱེད་དགོས་བསམ་སོང། ད་དེ་རིང་འདི་ང་ཚོའི་ཐའེ་ཝན་གསར་འགྱུར་གྱི་སྐོར་ལ་ཅིག། ཞུ་དགོས་བསམ་སོང། ད་དེང་སང་གི་མི་ཚང་མ་དེ་གསང་རྒྱུད་བརྒྱུད་ནས་འཛམ་གླིང་གི་གནས་ཚུལ་བལྟ་བསྡད་ཡོད་རོགས་ཨ། ནས་དངོས་གནས་བྱས་ན་གསང་རྒྱུད་ཟེར་བ་དེ་ལངས་ཕྱོགས་དེ་བཏང་སྙོགས་བྱས་ནས་བསྡད་ཡ་གལ་ཆེན་པོ་རོགས་ཨ། ཡིན་ན་ཡང་དེ་ཐའེ་ཡན་གྱི་གསང་རྒྱུད་དེ། ད་དེ་འདྲའི་བཏང་སྙོགས་བྱས་ནས་ཁུར་ནས་བསྡད་ཐུབ་ཀྱི་ཡོད་མ་རེད། དེ་ད་གསང་རྒྱུད་ག་རེ་ཡིན་པ་ཡིན་ན་ཡང་མང་ཆེ་བ་ཆབ་སྲིད་ཀྱི་ཚོགས་པ་དང། དེ་ནས་དཔལ་འབྱོར་ཡུལ་ངན་ཚོ་དང་འབྲེལ་བ་ཡོད་ངེས་རྐྱང་རྐྱང་ཆགས་བསྡད་ཡོད་རེད། དེ་ནས་དེ་འདྲ་ཡིན་པ་ཡིན་ཙང་དེ་གསང་རྒྱུད་བརྒྱུད་ནས་ད་རྒྱལ་ཁབ་ཕྱི་ནང་གི་གནས་ཚུལ་ལྟ་དེ་དང། ད་མཚོན་བྱེད་ཡོད་པའི་མིག་ཤེས་ཁོལ་ནས་ཕྱི་རོལ་གྱི་དངོས་པོ་ལྟ་དང་འདྲ་པོ་འདྲ་པོ་ཆགས་བསྡད་ཡོད་རོ། གལ་སྲིད་མིག་ཤེས་དེ་ལྗང་ཁུ་ཡོད་པ་ཡིན་ན། ད་མིག་གིས་མཐོང་ཚེའང་ཚང་མ་ལྗང་ཁུ་ཆགས་དེའ་སུ་འདྲ་བོ། ད་མིག་ཤེས་དེ་སྔོན་པོ་ཡོད་པ་ཡིན་ན། མིག་གིས་མཐོང་ཚེའང་ཚང་མ་སྔོན་པོ་ཆགས་དེ་ཆགས་དེའ་སུ་འདྲ་བོ། ཨོ། དེ་འདྲས་ཀྱི་གནས་ཚུལ་ཆགས་དེ་རྒྱུ་རེད། ད་དེ་འདྲས་ཡིན་པ་ཡིན་ཙང་སོ་སོ་གི་སོ་སོའི་གསང་རྒྱུ་བརྟག་དུས་ཙམ་པ་ལ། སོ་སོ་མཚོན་གཞི་ཡོད་པའི་མིག་ཤེས་གོན་རྒྱུ་ཡོད་པ་དེ། འདི་ཤ་དེ་གལ་ཆེན་པོ་གལ་ཆེན་པོ་ཡིན་པ་འདྲ། གལ་སྲིད་གནས་ཚུལ་དེ་འདྲའི་ཤེས་པ་ཡིན་ན། ད་དངོས་དངོས་གནས་བྱུང་ཡག་གི་གནས་ཚུལ་དེ་ག་རེ་ཡིན་མིན་དེ་གསལ་པོ་མཐོང་ཐུབ་ཀྱི་ཡོད་རོ། འདི་གཉིས་ཀྱི་བསམ་ཚུལ་ཙམ་ཡིན། ལགས་སོ་བཀྲ་ཤིས་བདེ་ལེགས།